ཡཱ་ཡུ་ཧྲི་ཀ་གཉའ་གནོན་སྙིང་རྒྱུར་བརྟེན་ནས་བོད་སྐད་འཕྲིན་ལམ་གྱི་དྲ་གྲོགས་ལྷན་རྒྱས་ཀྱི་རྣམ་པ་གང་འཚམ་བཟུང་ང་ཚོ་ལྷ་ཡི་ཡོངས་ཚོགས་ཀྱི་སྐད་གླེང་གི་ལེ་ཚན་ནང་ལ་མཉམ་དུ་འཛོམས་སོང། དེ་ནས་དེ་རིང་འདྲ་ཡིན་ན་ད་ང་ཚོ་ཚོགས་ཆེན་སྐད་གླེང་གི་ལེ་ཚན་འདིའི་ནང་ལ་ང་ཚོ་ཆིན་མཱ་ལ་རྫོང་བ་རྒན་ཤང་གཏེར་ཁྱི་སྡེ་བ་གི་ཏང་ཀྲི་པུའི་ཧྲུའུ་ཅི་བཀྲ་ཤིས་དཔལ་ལྡན་ལགས་ཆེད་དུ་གདན་འདྲེན་ཞལ་དུ་གནང་གི་དེ་ནས་ད་རེས་སྤོ་ཚུགས་ཁང་གིས་ང་ཚོ་ཚོགས་ཆེན་གཉིས་ལ་མི་དམངས་མང་ཚོགས་ཀྱི་ཚབ་བྱས་ཏེ་གནང་གི་བསམ་འཆར་ཅི་འདྲ་ཟིག་ཆད་ཡོད་པ་དང་ལོ་ངོ་ལྔ་གི་རིང་ལ་ད་ང་ཚོ་ལོ་ལྔ་ཚོ་བཅོ་བརྒྱད་པ་གི་ད་ལྟ་ལས་ཀ་དང་བཟའ་བ་ཡོད་དོ་ཅོག་དེ་མོ་མོ་མོང་ཚོགས་ཀྱི་འགྲམ་ནས་ལ་ལ་དར་དུ་དྲན་ཤོག་ཅི་འདྲ་ཟེར་ཟེར་ཡོད་པ་དེ་ནི། ད་ནངས་ང་ཚོ་ཁ་པར་བླ་མཚོ་ལགས་ཀྱིས་སྲིད་སྐྱོང་གསར་བ་སྙིང་ཞིག་ཕོར་བ་ག་འཁྱག་ཞིག་དང་འཁྱག་མགོའི་མཐིལ་ནས་ལ་ཡི་དེ་མོང་ཚོགས་དེ་ལ་ད། རྒོལ་ཟིན་དང་འཁོར་ཟིན་དེ་ནི་ནི་དེ་བབ་པ་ཅི་འདྲ་ཟིག་འདུག་རྟག་ཏུ་ནང་གི་ང་ཚོ་མཉམ་དུ་རྒྱུས་ལེན་ཟིག་ཟེར་ཡང་སྒེར་ལངས་ཁང་བཟང། གང་སོང། དེ་ནས་ད་ཐོག་མར་ན་ཡིན་ན་ཁྱེད་ཀྱིས་ད་ལྟ་མོང་མོང་ཚོགས་ཀྱི་ཚབ་བྱས་ཏེ་གནང་གི་འདུག་མི་ཚད་ཕན་ལ་རེ་ལས་དེ་ཡིན་པའི་རྐྱེན་གྱིས་མོང་མོང་ཚོགས་ཀྱི་ད་བསམ་འཆར་དང་རེ་བ་གང་ལ་ཞུ་རྒྱུ་ད་ཅི་འདྲ་བཟོ། ལ་སོང་དེ་ནས་ད་རེ་བ་སྣེ་ཁ་སང་རྒྱུ་ཟོ་དེ་ནས་དེ་ནས་དང་པོ་འདྲ་ཅན་ཡིན་ཟེར་ན། གཙོ་བོ་ད་ལྟ་ང་ཚོ་ང་འདྲ་ཡིན་ན་ཕྱི་མ་ལས

ད་ལྟ་སྐྱེ་ཁམས་ཁོར་ཡུག་གི་བདག་དང་བཏུས་ནུས་ངང་བཏུས་ངོ་ཚི་གི་ཟི་མི་སྣ་མི་གྲངས་བཟོ་བོ་རེད་དེ་ནི་མིའི་ངང་ཚུལ་འདི་འགྱུར་དངོས་སུ་དུ་ནག་ལ་རྫོགས་གི་ནི་ནག་རེད་ཤོག་པ་རེད་ད་སྐྱི་སྟོང་རྫོགས་གི་འཐུན་དྲག་གི་མོང་ས་ས་ཆ་དུ་འདྲི་ཟི་རེད་དེ་རེད་དེ་དུ་ནག་འདྲ་རྒྱན་ད་དངོས་སུ་སྐྱེ་ཁམས་ཁོར་ཡུག་གི་བདག་དང་བརྩི་མཁན་མི་དེ་ཚི་གི་མྱང་བསམ་པ་འདྲ་རེད་དེ་རེད་དེ་དུས་གི་ཐོག་ལ་རྫོགས་གི་ཡག་ཤོག་སྣང་རྒྱག་གྱི་གི་རེད་བ་དེ་རྩང་ནས་ནི་རྫོགས་གི་ནི་ད་སྐྱེ་ཁམས་ཁོར་ཡུག་ལ་བདག་དང་ཐུབ་རྒྱུ་གཉིས་ནས་ནི་རྫོགས་གི་ནི་མང་ཚོགས་གི་འཚོ་བ་ལ་རྩི་ཡར་རྒྱས་གོང་འཕེལ་འགྲོ་རྒྱུ་དེ་དུས་ས་ཆ་དུ་ནག་འདྲ་རྒྱན་ད་རི་དྭགས་འགོང་ཆེན་ད་སླ་བ་དང་རྫོགས་དགོས་ན་ད་ཤ་བ། ད་སྤྱན་སྲས་རྫོགས་དགོས་ན་ད་ལྟ་ས་དང་གཟུགས། ད་མགོན་སྐྱེ་མཆེད་གང་བྱེད་འདྲ་འདུག་དེ་ནས་ས་རྒྱ་དེ་ཙི་གེ་ཆེ་བཀའ་གདངས་ཙི་མཁས་དེ་ཙི་གེ་ཉམས་ཚར་འདུག་དེ་ནས་དིག་ཐང་ནས་ཙི་གེ་སུ་ཤི་སྣང་རྒྱ་བྱས་ནས་རྗེས་སུ། མ་འོངས་པ་ལ་ཅི་མིན་འདི་མིན་གྱི་ཕན་ཐོགས་ས་སང་འདིར་གདའ། དེ་ནས་རེ་བ་བསམ་པ་འདྲ་ཡིན་ན་ཇི་སྟོང་འདྲ་ནི། ད་དངོས་སུ་ཁོ་ན། འབྲོག་ལས་ཚུར་ལས་རྫོགས་དགོས་ན་རྫོང་དེ་འདྲ་གཟེངས་འདི་ས་ལ། དེ་ནས་དེ་སྔ་རྫོགས་དགོས་ན་དངོས་སུ་ཉམས་ལས་སོ་སོ་ལ་འཛོམས།

སེམས་ཅན་ལ་རྫོགས་སྐུ་དག་གི་ས་གཞི་དང་མི་ལ་ཚེ་སྲོག་ལ་རྫོགས་སྐུར་ཉེན་ཁ་ཆེ་རྒྱུ། དེ་དུས་སོར་དང་དུས་ཀྱི་ཐོག་ལ་རྫོགས་སྐུ་དག་ཁོ་ནའང་རྒྱལ་ཁབ་ཀྱི་རྫོགས་སྐུ་ཐབས་ཤེས་དང་བཀོད་པ་གྱི་རྒྱུ་ནས་རྫོགས། དེ་ལ་རང་རེས་རྒྱ་ཆེ་དེའི་ཚེ་འདི་ན་དག་གི་མང་ཚོགས་དེ་འབྲོག་པ་དེ་ལྟ་ན་གཏན་སྡོད་ཀྱི་ཚད་དུ་འཚོ་བ་ཡར་རྒྱས་གོང་འཕེལ་ཅི་མི་འདི་མི་འགྲོ་ས་སངས་རྒྱས། དེ་ལྟ་ནས་ད་རེ་བ་ཞི་བ་འདི་ནི་ང་ཚོ་ད་ལྟ། གྱི་སྟོང་སྐྱེས་ཡོངས་ཀྱི་ཁུ་ཡོངས་ཀྱི་ཁ་ཞལ། བ་ཆེ་དང་འདྲ་གནས་དང་གནས་དོ་ས་རི་སང་ཟིན་འདྲ་ཟླ་དེར་ངོ་སོ་ད་ལྟ། ཆེས་མཐོ་རྫོགས་ཀྱི་ཨེ་ད་ཁ་ཧ་གྲ་མ་ཚད་མ་ཐུབ་ན་རྫོགས་དགོས་ན་ཆེས་མཐོ་རྩོག་གི་ནང་ལག་རྫོགས་དགོས་ད་ཉེར་བཅད་ཀྱི་བཅད་སྐྱོབ་ཚུལ་དེ་འདྲ་རེད་ཚར་དུས་དེ་ནས། ད་ལྟ་ད། བཅད་རྫོགས་ཀྱི་ར་བུ་རྒྱུད་མང་པོ་ཁ་གསོ་བ་ཚུལ་འགྲོ་ཚར་ཟིན། དེ་ནས་ད་ལྟ་དེ་ཆེན་གྱི་ཐད་ལ་དཀའ་ངལ་ཟ་ཐུང་འོང་ན་ཡང་ད་ལྟ་རྒྱལ་ཁབ་ཀྱི་སྲིད་བྱུས་དོན་པ་སྤྱི་མི་འདི་མི་ཡག་ལ་རེད་དེ་ཚོད་དུ་ད་གནས་སྐབས་ཀྱི་རོགས་སྐྱོར་ཟེར་ན་འདྲ་ཕྱིས་དམའ་བའི་གི་འཚོ་བའི་ཁ་གསབ་ཟེར་ན་འདྲ་ད་འདྲ་མིན་མཐའ་སྐྱོར་གྱི་རོགས་སྐྱོར་མང་པོ་ཟེར་གྱི་འདུག་དེ་ད་ངོས་སུ་ད་ལྟ་ཁོ་ད་ལྟ་གློག་ཀླད་དང་དྲ་རྒྱ་གི་དྲ་ལམ་གྱི་རྒྱུད་ནས་བཙུགས་གི་ད་ཁོ་ཚན་རིག་དང་མཐུན་པའི་སྒོ་ནས་བཏང་འདུག་དེའི་ནང་ལ་ཕ་ད་དུ་མི་གྲངས་མང་པོ་ཟེར་ངོ་མ་འདྲ་དེ་ནས་ང་ལས་མང་པོ་ཟེར་ངོ་མ་འདྲ་དོན་ངོ་མ་ཐོང་ས་ཐོང་ཚོད་དུ

ཁྱིམ་ཚང་དེ་ལ་འགན་འཁྲི་ཡང་འགྲོ་བཞིན་འདུག་ད་དུས་ཚོད་ཀྱི་ཐོག་ལ་སྐྱེས་མི་འདི་མི་སྙན་གྱི་ནང་ལ་སྲ་མོ་བྱི་མོ་གྲི་དར་སངས་རྒྱས་ལ་ད་དེ་འདྲའི་བཟང་ངན་རང་གི་གོ་བ་ལོང་ཚོད་འདྲ་ཟེར་བ་དེ་འདྲ་རེད་ཐལ། ཨོ་ལགས་སོ་ལགས་སོ་ལགས་སོ་ཐུགས་རྗེ་ཆེ། རེ་ཟུང་བ་ལན་རྗེས་དང་དུས་མི་རྣམ་པ་གི་འདི་ལྟ་བུ་མང་མང་ཚོགས་ཀྱི་རེ་བ་དང་བསྔགས་བརྗོད་ཟབ་མོ་དེ་གང་ལ་ཡང་བསྐྱིས་པ་མ་ཟད་པ་གང་གི་ཨ་སི་ཡུམ་གྱི་བཟའ་བ་ཉིན་གྱི་འཕོ་བ་དང་གང་གི་སྲིད་ཀྱི་ཡོངས་སུ་རྫོགས་པ་དེ་སྲིད་མོ་མོ་མང་ཚོགས་ཀྱི་རྣ་ལམ་སྒྲོག་ཅིག་དེ་ནི་ད་ཨ་སི་དྲུག་གི་ཨི་ཡན་ཡིན་ན་འདྲ་མོ་མོ་གི་མཐུ་ད་ད་མོ་གཅིག་གི་མཐུ་མི་ཡིན་ན་འདྲ་གང་ན་བ་གི་བྲག་ལ་བཅོས་པའི་འགན་འཁྲི་ཟིག་ཡང་མ་མ་བརྩིས་པ་གི་གང་ན་བས་ཡང་དེ་དང་དེ་བཞིན་པ་དག་གྲུབ་དང་གྲུབ་བཞིན་པ་འདི་ལྟ་བ་ཟིག་རེད་དེ་ནི་འདི་ནས་ཀྱང་དྲན་སྐལ

ཐམས་ཅད་འཇུན་པ་ཟིག་ཏུ་ནང་གི་ནག་ཚོགས་ཕ་མེས་པོ་ཕ་མེས་ཡོང་མེད་ཀྱི་ཞགས་པ་གི་ནོར་བུ་རྩ་ཆེན་དེ་ཚོ་དེང་དུས་ཀྱི་ཏང་དང་རྒྱལ་ཁབ་ཀྱི་སྲིད་ཇུས་བཟང་པོའི་ཁྱབ་ཁོངས་སུ་ཚུད་པ་དང་སྲིད་ཇུས་ཀྱི་ལག་ཏུ་ནང་ལ་ཡར་བཙོས་ཏེ་ནང་གི་ནག་ཚོས་ཀྱི་ནོར་བུ་དེ་དག་དང། ཤ་མདའི་ཁང་ག་གེ་མོ་ཟིག་དང་ཡང་ན་དམངས་སྲོལ་ཁང་ག་གེ་མོ་ཟིག་ལ་སྡོད་གཟུགས་ཀྱི་རྣམ་པ་གྲུབ་མ་སོང་པ་དེ་ལ་ཚེ་སྲོག་བརླགས་སམ་ཞོག་ཏུ་ནང་གི་དུས་རིམ་འདིའི་ནང་ནས་ལ་དང་རིང་ཐུང་འབར་བ་ཟེར་གྱི་ཐུན་མོང་དང་ཡང་ཡོངས་སུ་རྫོགས་པ་ལ་ད་ལྟའི་རེ་བ་དང་བསམ་འཆར་དེ་ཤེས་པ་དང་ལྷན་དུ་དེ་རིང་གི་ལེ་ཚན་འདི་ཡང། དུ་ནི་དུས་ཚོད་གང་བོ་འགའི་མཚམས་འདི་ནས་མཇུག་རྫོགས་པ་ཡིན་ཚང་མ་ཚེ་རུ་བློ་རྒྱ།